ཕྲུ་གུ་གཅིག་གི་ངོས་ནས་ཅིག་ངེས་པར་དུ་སྒྲུབ་དགོས་ཡག་གི་ལས་འགན་གི་ཟུར་ཞིག་དང་ང་ཚོ་མི་སུ་འདྲ་གཅིག་ཡིན་པའི་ནས་སུ་སུའི་ལོ་ཙས་ལ་གཞིགས་པ་དང་ཅིག་ག་རེ་ཡིན་པའི་ནས་ཅིག་པུ་གེ་སུ་སུའི་ངོས་ནས་བྱེད་དགོས་ཡག་ཅིག་ཡོད་རེད་བ། ང་ཚོ་དགེ་རྒན་རེ་ཟུ་ཡིན་པའི་ནས་དགེ་རྒན་ངོས་ནས་ངེས་པར་དུ་སྒྲུབ་དགོས་ཡག་ལས་འགན་ཡོད་རེད་བ། ཕ་མ་ཡིན་ནས་ཕ་མའི་ངོས་ནས་ངེས་པར་བྱེད་དགོས་ཡག་རེད་བ། དེ་ནང་བཞིན་དགེ་རྒན་ད་ལྟ་སྐབས་སུ་བབས་པའི་པུ་གུའི་ངོས་ནས་ངེས་པར་དུ་སྒྲུབ་དགོས་ཡག་གི་ལས་འགན་འདི་རྒྱབ་མ་སོན་ན་འདི་ག་འདྲས་ཅིག་ག་རེ་ག་རེ་ཡིན་ན་འདི་ཀུན།

རྩ་བའི་ཕྲུ་གུ་གཅིག་ཡིན་པའི་ཆ་ནས་ད་ཕྲུ་གུ་ཚང་མ་ང་ཚོས་མ་ཟེར་ན་ཤེས་ཡོན་སློབ་གསོའི་གི་མཐུན་རྐྱེན་རག་གི་ཡོད་མེད་ད་མང་པོ་ཅིག་ལ་བལྟ་དགོས་ཅིག་གི་རེད། ཡིན་ནའི་སྤྱི་ཡོངས་ད་ལྟ་ང་རང་ཚོའི་གནས་སྟངས་གང་ལ་འདུག་བལྟས་ཅན་ཞུས་པ་ཡིན་ན་ད་ང་རང་ཚོ་ཕྲུ་གུ་ཡོངས་རྫོགས་རེ་བ་ཅིག་བསླབ་གྲ་ཁྲིམས་བསྟེན་མཁན་ཡིན་འདུག་ག་ལ་ད་ཕྲུ་གུའི་ངོས་ནས་ལས་འགན་ཡོད་ན་མེད་ན་དེ་ག་རེ་ཟེར་ན་ཨ་ནི་བསླབ་གྲྭ་ལ་འགྲོ་གི་ཡོད་ན་སློབ་སྦྱོང་བྱེད་ཡས་དེ་དང་ཨ་ནི་ཤེས་ཡོན་ལ་བཙུན་པ་བྱེད་ཡས་དེ་ལྟར་ལས་འགན་ཡོད་ན་མེད་ན་གཅིག་རེད་བསམ་གི་འདུག་གང་ཡིན་ཟེར་ན་དེའི་ཆེད་དུ་ལ་ཨ་ནི་བསླབ་གྲྭ་ལ་བཏང་གི་ཡོད་ར་དེའི་ཆེད་དུ་ལ་ཕ་མེས་ཀྱིས་ང་ཚོ་མ་ཚོ་དོ་ཁུར་གནང་གི་ཡོད་དང། ལས་འགན་དང་པོ་དེ་ཨ་ནི་སོ་སོའི་འཁྲིས་པའི་ཨ་ནི་སློབ་སྦྱོང་དེ་ཧུར་ཐག་པ་ཐག་བྱེད་ཡས་དང་དེ་ལ་ཨ་ནི་སོ་སོ་སོ་སོའི་གི་འཛིན་གྲྭ་ལ་དཔའ་བའི་སོ་སོའི་ལོ་ཙེ་ལ་དཔའ་བའི་ཨ་ནི་འཛམ་གླིང་ཡོངས་ཀྱི་བྱིས་པ་ཚང་མ་ལས་ཨ་ནི་སོ་སོ། གང་ལ་མ་ལས་ན་བྱེད་ལུས་མ་བརྟས་པ་ཅིག་བྱས་ཏེ་ལས་འགན་དང་པོ་གཅིག་རེད་བསམ་གྱི་འདུག་ད་གཉིས་པ་དེ་ལ་སྤྱི་ཡོངས་ཀྱི་འཛམ་གླིང་གི་འགྱུར་འགྲོས་རེད་ད་ནང་བཞིན་ད་ང་ཚོ་དེ་ལ་འགྱུར་བ་མང་པོ་ཞིག་འགྲོ་དགོས་རེད་དེང་སང་ག་རེ་འདུག་ཟེར་ན། ང་ཚོ་ཕ་མ་དང་སྤུ་གུ་དཔའ་རུབ་ཀྱི་འབྲེལ་བ་རེད་འབྲེལ་བ་བཟང་ངན་འདི་གང་ལ་ད་ངན་འདུག་ངན་དུ་འགྲོ་གི་ཡོད་པ་ཅིག་སྤྱི་ཚོགས་ཡོངས་ཀྱི་དེ་འདྲའི་གི་རྣམ་འགྱུར་ཅིག་འདོན་དགོས་རེད་དེ་འདྲ་ཡིན་དུས་བ་ལ་ང་ཚོའི་ཕུ་གུ་ཕྲུ་གུའི་ངོས་ནས་ནི། མེད་དུ་མི་རུང་བའི་བསམ་བློའི་ནང་བཞག་ཅེས་ལས་འགན་ཆེ་གོ་ཡ་དེ་ག་རེ་རེད་ཟེར་ན། རང་གི་ཕ་མ་དེ་རང་གི་བཀའ་དྲིན་བསམ་ཤེས་གོ་ཡ་དེ་ད་དཔེ་མི་སྲིད་གལ་ཆེན་པོ་རེད་ཤག་བསམ་གྱི་འདུག་གང་ཡིན་ཟེར་ན་ད་ལྟ་རྩ་བ་ཉིད་ནས་འདི་འདྲའི་ལས་ཀྱི་མི་འདུག་མང་པོ་ཅིག་ལ། སོ་སོའི་ཕ་མེས་ཀྱི་དཀའ་ལས་བརྒྱབ་ཅེས་ཁྱེད་རང་ལ་ཤེས་ཡོན་གྱི་མཐུན་རྐྱེན་ཅིག་ཆགས་ཡས་ཡོད་རེད་ད་ག་ནས་ཤེས་ད་ལྟ་བར་དུ་ཁྱེད་རང་ལ་གསོ་སྐྱོང་བྱས་ཡོད་རེད་དེ་ཚོ་ཆ་ཚང་སླ་ཅིག་བསམ་བློ་བཏང་བྱས་ཨ་ནི་སོ་སོའི་གི་ཕ་ལ་ཡིན་ན་རེད་ཨམ་ལ་ཡིན་ན་རེད་གཉེན་ཉེ་འགོ་ཡིན་ན་རེད་དེ་ཚོ་དྲན་ཨ་ནི་དཔེ་མི་སྲིད་གི་བཀའ་དྲིན་ཆེན་པོ་ཡིན་པས་ཀྱི་ཨ་ནི་བསམ་བློ་དེ་དག་ངེས་པར་དུ་དགོས་རེད་བསམ་བློ་ཡོད་བ་ན་ཞིང་ཨ་ནི་དྲིན

རེ་བ་དེ་ཀྱང་མ་བཟོད་ནས་ག་རེ་བཅངས་ལ་ལ་ཟེར། ལ་ལ་ཟེར།
ཅི་ལྟར་ང་ཚོའི་སྤུ་གུ་ཕ་མ་གཅིག་ཡིན་འདོད་པ་ལ་ང་རང་སོ་སོའི་སྤུ་གུ་དེ་ལ་ལྟ་འཛམ་བུ་གླིང་ནང་ནས་ཡག་ཤོས་ཨ་ནི་ང་ཚོ་མ་ཟེར་ན་ཅིག་བསམ་བློའི་ནང་ལ་ཏན་ཏན་ལེགས་ཀྱི་རེད་ཕ་མ་ག་འདྲ་ཅིག་ཡིན་ནས་ཡིན་ནས་ལྟ་ང་ཚོ་དུ་བོ་ལྟ་ཅིག་མི་ཚེ་ཡོངས་རྫོགས་འགྲོ་བ་ཇི་ལྟར་སྤུ་གུ་མཉམ་པོ་སྐྱེས་ཕ་མའི་མཉམ་པོ་སྐྱེས་འདོད་པ་ལ་སྤྱི་ཡོངས་ཀྱི་དོམ་བརྒྱ་འདོད་པ་ལ་ཁ་ཤས་ཅིག་ལ་འབབ་ཀྱི་འདུག་བསམ་བསམ་བློ་དྲན་གྱི་འདུག། དཔེ་མཚོན་འདྲ་བོ་ཞུ་བ་ཡིན་ན། དང་པོ་དེ་ཕ་མ་ག་འདྲི་ཅི་ཡིན་ནས་ག་རེ་འདོད་པ་འདུག་ཟེར་ན་སོ་སོའི་ཕྲུ་གུ་དེ་ག་དུས་ཡིན་ན་སྐྱིད་སྣང་དགའ་སྣང་ཡོད་མཁན་ཅིག་འདོད་པ་དེ་གསལ་པོ་ཞུ་གཞིར་བྱ། ད་དེ་ཚོའི་གྲས་ང་ཚོས་ཉམས་ཞིབ་བྱེད་རྒྱུ་དང་ཞིབ་འཇུག་བྱེད་རྒྱུ་གི་འདིའི་ནང་ལ་དེ་དེ་དོན་ཡོད་རེད་བྱེད་འདུག་ལ་ཕ་མ་ག་འདྲི་ཅི་ཡིན་ནས་སོ་སོའི་སྤུ་གུ་དེ་ལ་ད་མི་ཚེའི་ནང་ལོ་ལ་ཞེན་པ་མ་བྱུང་ན་ཁོ་སྐྱིད་པོ་ཅིག་བྱུང་རོགས་བྱས་ན་བསམ་བསམ་དེ་ཕ་མ་མང་ཆེ་གི་བསམ་བློའི་ནང་དེ་ཆགས་ཀྱི་འདུག། རེད་འདོད་ལ། ད་དེ་སྐྱིད་ལྡན་པའི་སྐད་ནི་པུ་གུ་གུ་གི་མི་ཚེ་ཇི་བྱུང་ན་བསམ་མེད་དེ་གཅིག་རེད། གཉིས་པ་དེ་ལ་ག་རེ་འདུག་ཟེར་ན། བེད་ན་བྱས་ཟེར་ན། ཕ་མ་ཚང་མེད་ཀྱི་སེམས་ཚོར་གཅིག་པ་གཅིག་ཀྱང་འགྲོ་གི་འདུག་གསུམ་དང། རྩ་བའི་ང་ཚོས་བསླབ་གྲྭ་བཏང་དགོས་ར་མཐོ་སློབ་བཏང་དགོས་ར་གཙུག་ལག་སློབ་གཉེར་ཁང་བཏང་དགོས་ར་ད་ག་ནས་བྱེད་ག་རེ་ཡིན་ན་བྱེད་དགོས་ར་ད་ཡིན་ནས་ངའི་པུ་གུ་དེ་ལ་ན་ཚ་མ་ཡོང་ར་བྱས་ན་བསམ་ཡས་དེ་ཕ་མ་ཚང་མས་ཀྱང་བསམ་བློའི་བཀས་འོག་གདེང་འདི་ལ་དེ་ཡོད་ཡོད་རེད་ཤག་བྱེད་དགོས་ལ། ད་ཕ་མའི་ངོས་ནས་གཞིས་རྩེ་གི་ནི་གཉིས་པའི་གི་ང་ཚོ་མ་ཟོ་གོ་གོ་སི་ནས་རེད་ཨ་ཅིག་རེ་བ་མ་ཟོ་ནས་རེད་དེ་ཕྲུ་གུ་དེ་འཕྲོད་བསྟེན་ཡག་པོ་གཟུགས་པོ་དེ་བདེ་ཐང་ཡོད་པ་ད་ག་ནས་བྱས་བསམ་བློ་དེ་ཚོ་དེ་སྐྱིད་སྣང་དང་ག་ནང་ཡོད་མཁན། འདི་འདྲས་ཅིག་བྱ་ཡི་ཏོ། ཨ་ནི་གསུམ་པོ་འདི་ལ་ག་རེ། ཕ་མ་ཡོངས་རྫོགས་འགྲོ་བ་ཅི་རེད་ད་མང་ཆེ་ད་ང་རང་ཚོ་གི་རིག་གཞུང་དང་འབྲེལ་བ་ཡོད་མཁན་གི་ཕ་མ་ཡོངས་རྫོགས་ག་རེ་བསམ་གི་འདུག་ད་ཕ། ཕུ་བོ་དེ་ཚོ་དྲན་སྙམ་བྱུང་ག་དུས་ན་མ་རབས་མེད་འགྱོ་ཅིག། ག་དུས་ཡིན་ནའི་ལུས་ངག་ཡིད་གསུམ་གོ་གསུམ་གི་སྤྱོད་པའི་ཐོག་ན་ག་འདྲས་ཅིག་བལྟས་བ་ཡིན་ནའི་ང་ཅག་ཡར་རབ་རྡོ་ཁ་བོ་ཅིག་ཡར་རབ་རྡོ་ཁ་བོ་ཟེར་འདོད་བ་ལ་ག་དུས་ཡིན་ན་ཕྲུ་གུ་དེ་དམའ་ས་ཟུང་ཐུབ་མཁན་ཅིག། དམར་ཟས་བཟུང་རྗེས་ཨ་ནི་ཡར་འཚར་ལོངས་བྱས་རྗེས་ཨ་ནི། ང་ཚོས་ནམ་མཁའི་དཀྱིལ་གྱི་ཉི་མ་ནང་བཞིན་ཅིག་ཤར་རྗེས་ཨ་ནི་འགྲོ་དོན་ཆེ་དེ་བས་འདི་ཕ་མའི་བསམ་བློའི་ནང་ཏན་ཏན་འདུག་བསམ་གྱི་འདུག་འདི་ང་རང་ཚོའི་གི་ད་རིག་གཞུང་གི་ང་ཚོས་མ་ཟེར་ན་བྱིན་རླབས་ཟེར་ནས་རེད་ངོ་མཚར་ཟེར་ནས་རེད་འདི་འདྲས་ཅིག་ཏན་ཏན་ཆགས་ཀྱི་འདུག་ཨ་ནི་འདིའི་རྗེས་ལ་བྱིས་པ་འདྲ་བོ་འདི་ངས་ག་རེ་བསམ་གྱི་འདུག་ཟེར་ན་ཨ་ནི་ཕ་མ་མང་ཆེ་གི་ག་རེ་ད་ལྟའི་ང་ཚོས་མ་ཟེར་ནས་ག་འདྲས་བསམ་གྱི་འདུག་ཟེར་ན་གངས་ཅན་སློབ་སྦྱོང་བྱས་རྗེས་ཁོ་རང་མི་ཚེ་སྐྱེལ་དུས་ལ་ག་རེ་ཡིན་ནས་མེད་ནས་ག་བ་རིན་པོ་ཆེ་གི་ཞབས་འདྲེན་མ་ཞུ་ཡས་ཆིག་དང། བོད་མིའི་སྒྲིག་འཛུགས་ཀྱི་ཞབས་འདྲེན་མ་ཞུ་ཡས་ཆིག། བོད་མི་རིགས་ཀྱི་ཞབས་འདྲེན་མ་ཞུ་ཡས་ཆིག་ཨ་ནི་ངའི་ཕྲུ་གུ་དེ་ག་དུས་ཡིན་ནས་དྲང་ཚུགས་ཐུགས་པོ་ཆེ། མི་དྲང་པོ་ཆེ་གོ་གི་རེད་ཟེར་ཏེ་ཕ་མ་ཤུགས་ཆེ་གི་བསམ་བློའི་ནང་ལ་དེ་འདྲས་འདུག་སུ་འདུག་དེ་འདྲས་ཡིན་དུས་ལ་ད་དེ་ཚོ་ཀྲེ་ང་ཚོ་ཤུགས་གུ་གང་ལ་ཞིབ་འཇུག་བྱེད་སྐད་ཆ་དྲིས་བྱས་བྱས་དེ་འདྲས་བྱས་ནས་དོན་དགོས་རེད་དེའི་ནང་ནས་ཨ་ནི། ད་ང་ཚོས་མ་ཚོས་ཐོ་བོའི་ནང་ནས་ཐ་མ་འདྲ་པོ་ཅིག་མངའ་བ་དེ་ལ་ག་རེ་ལུས་ཀྱི་འདུག་ཟེར་ན། ཕ་མ་མང་བྱེད་ཀྱི་རྩ་བའི་དུག་བསམ་དགོས་ཡོད་རེད་དེ་ཡིན་ནའི་རེ་བ། ཆུང་མ་འདྲ་བོ་དེ་ག་རེ་ཡོད་ཟེར་ཕུ་བོ་དེ་ཚོའི་གྲས་ཀྱི་བསམ་བློ་བཏང་སྟངས་དེ་ལྟས་ས་རྒྱ་ཆེ་སོ་བྱུང་རོགས་བྱས་ན་ཟེར་ངའི་ཕུ་བོ་གི་བསམ་བློ་དེ་ལྟས་ས་རྒྱ་ཆེ་སོ་བྱུང་རོགས་ཟེར་ང་རེ་འདུག་ལྟ་འདུག་ག་ལ་ག་རེ་འདུག་ཟེར་ན་ད་ང་རང་ཚོ་རིག་གཞུང་དང་ལེགས་བྱང་དང་མང་པོ་ཅིག་གི་ང་ཚོས་མ་ཚོས་ཐུགས་ཀྱི་རྒྱ་བོད་འདོད་བ་ལ་དཔེ་ན་ཆེ་ཆང་ང་ཚོས་ག་རེ་བྱེད་དགོས་རེད་ཟེར་ན། བྱང་ཆུང་སེམས་དཔའ་སེམས་དཔའ་ཆེན་པོ་ཟེར།

བས་ན་ཁྱེད་ཅག་ང་ཚོའི་སྤུ་བོ་གསོ་སྐྱོང་བྱེད་འདོད་པ་ལ་ཕ་མེས་ཀྱི་སྤུ་བོ་ལ་བཀའ་མོལ་གནང་འདོད་ག་ལ་བཀའ་མོལ་ཁ་ཤས་པས་སྙིང་རྗེ་བོ་དེ་འདྲ་ཡོད་རེད། བས་ན་ཁྱེད་ཀྱིས་ན་ང་ཚོས་ག་རེ་ཤེས་ཀྱི་རེད་ཟེར་ན་ང་ཚོའི་རིག་གཞུང་གིས་ག་རེ་ཤེས་ཀྱི་རེད་ཟེར་ན་མི་སྲིད་མཁན་དེ་ལ་ངོ་ཚ་ཁྲེལ་གཞུང་གོ་ར་དག་ཟེར་གྱི་རེད། ཨེ་ནས་ཕ་མ་ང་ཚོས་མ་ཟོས་ན་གཞོན་སྐྱེས་མང་པོ་ཅིག་གིས་ག་རེ་ལབ་ཀྱི་རེད་ཟེར་ན་སློབ་སྦྱོང་བྱེད་འདོད་པ་ལ་ངོ་ཚ་མ་བྱེད་ཡ་ཟེར་གྱི་རེད། ད་དེ་ལབ་ཀྱི་ནོར་འཁྱོག་འགྲོ་གི་རེད་བས། ངོ་ཚ་ཟེར་མཁན་དེ་གོ་གི་རེད་བ། མིའི་རང་བཞིན་ཅིག་རེད་བ།

བཙལ་བསྡུའི་སྒང་ལ། དང་པོ་གོ་སྐལ་རྒྱབ་འདུག་མ་གོ་སྐལ་གོ་འདུག་མ་རེད་དང་པོ་བྱས་ན་གོ་སྐལ་གོ་བཅས་གོམ་པ་གཅིག་གཉིས་རྒྱབ་བཅས་ད་འདི་ང་རང་ཚོའི་ཕྲུ་གུ་ཡ་དར་མ་ཆགས་ཚར་རྒྱུ་འདུག་བར་ཁ་དང་འགྲོ་ཡ་དུས་སུ་སྤྲད་དེ་དུས་ཆུང་ཆུང་ག་ལ་གོམ་པ་གཅིག་གཉིས་འདི་ནས་འགོ་བཙུགས་ཅིག་ཕྱིན་པར་བ་བྱེད་དུ་བ་ལ་འདི་དམའ་ས་བཟུང་ནས་ཕྱིན་ཚར་འགྲོ་ཐུབ་གི་འདུག་བ་འདི་ནང་བཞིན་གྱི་མི་ཚེ་སྐྱེལ་དུས་གང་ལ་ཡིན་ནས་སོ་སོ་དམའ་ས་བཟུང་ཡ་དུས་སུ་སྤྲད་ང་རང་ཚོའི་རིག་གཞུང། ད་ག་ན་བཞིན་དཔེ་ན་ཆ་ཆང་ལེགས་སྦྱངས་ད་ག་ན་བཞིན་ད་ནང་ཆོས་ཀྱི་སྙིང་པོ་འདྲ་བོ་དེ་ད་ག་རང་གི་ཆགས་ཡོང་བ་རེད་དྲང་པོ་བཤད་ན་གཅིག་དེ་རེད་གཉིས་པ་ང་རང་ཚོས་ཀྱི་ད་འགྲོ་བ་མི་ཡིག་གི་ང་ཚོས་མ་ཟེར་ནས་བཟང་སྤྱོད་ཀྱི་ང་ཚོས་མ་ཟེར་ན་ལེགས་ས་མ་ཟེར་ན་གཅིག་དེ་ད་ལྟ་དམའ་ས་སོང་ཡོད་དེ་རེད་འདི་འདྲས་ཡིན་འདུག་བ་ལ་ད་ང་རང་ཚོ་མི་མི་རིགས་ཡོངས་རྫོགས་འགྲོ་བ་ཆ་ཆོས་ཁས་ལེན་མཁན་ཡིན་འདུག་བ་ལ་ཨ་ནི་ཆོས་ཁས་ལེན་པ་བྱེད་བ་ལ་དང་པོ་འཇིག་རྟེན་མི་ཆོས་འདིའི་གོ་རང་རྩ་བ་ཚུགས་ས་དེ་ང་ཚོ་སུ་ཡིན་དག་རང་བྱེད་ཀྱི་འདུག་བསམ་གི་འདུག། བྱེད་འདུག་བ་ལ་འདིས་ཟུང་བྱས་ཅིག་གྱོང་རག་ཡ་འདྲ་བོ་དང་འདི་འདྲའི་རྩ་བ་གཉིས་ལས་ཡོག་མ་རེད་ཡིན། ཅིག། གླེན་རྟགས་ཀྱི་ཐོག་ནས་དམའ་ས་བཟུང་ཡས་འདྲ་བོ་དང་བསམ་བློ་ཁྱོན་ནས་མེད་པའི་ཐོག་ནས་ཞུམ་པ་ཤི་བོ་ཅིག་བྱེད་ཆོག་དམའ་ས་བཟུང་ཡས་འདྲ་བོ་དང་དེ་ཚོ་ལྟ་གནས་ཚུལ་ལོག་པ་རེད་བ། སྤྱི་ཡོངས་ཀྱི་དམའ་ས་བཟུང་ཟེར་དུ་བ་ལ་དེ་མིའི་ཡོན་ཏན་གྱི་ཆ་གི་བ་རེད། བས་ན་ཅིག་བྱས་ན་ཤིང་ཏོག་ཅིག་ལ་འབྲས་བུ་ཤི་བོ་ཡོད་མཁན་དེ་ཚོ་གི་ཡས་ག་དེ་ཚོ་དྲི་མ་ཛག་དེ་གི་རིན་པོ་ཆེ་ཧྲ་ངའི་ས་ལ་འདུག་རྩ་བ་ཉིད་ནས་དེ་གི་མ་རེད་བ། དེ་འདྲ་ཡོད་འདུག་བ་ལ་སོ་སོ་དམའ་ས་བཟུང་བ་ཡིན་ན་སོ་སོ་ལ་ཡོན་ཏན་ཡོད་ན་གསེར་ས་འོག་ནས་འོད་ནང་ཁར་ཁྱབ་འགོར་འདི་ལ་སེམས་ཁྲལ་རྩ་བ་ཉིད་ནས་བྱེད་དགོས་ཡོད་མ་རེད་དེ་འདྲ་གསུངས་ས་ཕ་མ་ཚོའི་ངོས་ནས་ཡིན་ཏེ། འདིའི་བསླབ་བྱ་དེ་མི་མཐུན་ནས་འགྲོ་དགོས་རེད་གསུངས་ཚུལ་ལའང། གནང་ནང་ཐུགས་རྗེ་གནང། སྐུ་ངོས་དྲུང་ཆེ་མཆོག་གདན་འདྲེན་ཞུས་རྗེས་ཨ་ནེ་དང་སྟོབས་ཀྱི། ཕ་མ་སྤུ་གུའི་བར་གྱི་འབྲེལ་བ། དེའི་སྒང་ནས་ཡང་གཅིག་གར་ཐུག་རེད་ལེ་ཚན་དྲུག་པ་འདི་འདུག་ས་དྲུག་པ་ཡིན་པས་ཨ་ནེ་རྣམ་པ་ལྷན་རྒྱས་ཁམས་བཟང་དོན་སླར་ཡང་མཇལ་ཆོག་ཅིག་ཐུགས་རྗེ་གནང།